ད་འདི་ལྟོ་སློང་མི་གཏན་ནས་གསོ་བ་མི་བྱེད་ན་ཆོག་འདི་འདི་ང་ཚོ་བོད་ཀྱི་མེས་པོ་རེད། མེས་པོ་གི་ཕྱག་རྒྱའི་ཞབས་རྗེས་རེད། བློ་ཁྲི་ཚོ་གཉིས་ཀྱི་རྩ་གཉིས་ལྷག་མགོ་རུ་བཟེད་དགོས་འདི་ད་འདི་རེད། འཛམ་བུ་གླིང་འདིའི་སྒང་གི་ད་སྒྱུ་རྩལ་གྱི་བརྩམས་ཆོས་འགྲོ་བ་མིའི་རིགས་ཀྱི་སྒྱུ་རྩལ་གྱི་བརྩམས་ཆོས་ཐམས་ཅད་ཀྱི་ནང་ནས་ཆེས་ཐོག་མ་ཡིན་བཟེད་དགོས་འདི་ད་འདི་ཚོ་ཡང་ཞིག་ད་ངར་སྒྱུར་བྱེད་ཆོག་པ། ངོམ་རིན་ཡོད་པ་རིན་ཐང་བླ་ན་མེད་པ་ཡོད་པའི་དང་རིག་རྩིས་རྩ་ཆེན་པོ། འདི་རེད་འདི་ཞབས་རྗེས། འདི་ན་ཕྱག་རྗེས་གཟུགས་འདི་ན་ཡང་ཕྱག་རྗེས་གཟུགས། དེའི་ཡར་ཀ་ན་ཕྱག་ཞབས་རྗེས། ད་ཁྱོད་ཀྱི་ཕྱག་རྗེས་གསུམ་དང་ཞབས་རྗེས་གསུམ་དྲུག་འདྲ་བཟོ་དགོས་ན་རེད་གོ། ད་རུང་འདི་རེད་ད། འདི་མ་ཡིན་པའི་ད་རུང་འདི་ན་འདིའི་ས་ཆ་འདི་ན་གཤག་བཞེབ་ཀྱི་རྒྱུ་མང་བོ་ཟིག་ཡོད་གི། ད་དེ་ལས་གཞན་པ་གི་ཡང་གསང་བ་སྐྱོག་གྱེར་གྱི་རང་བཞིན་ཅན་ཡང་ཡི་བར་དུ་ཡོད་གི་བསམ་གྱི་འདི་འདྲ་དེ་མེད་ཟིག་རེད། ད་དེ་ཚོ་ག་ལས་ག་ལས་ནི་ཁྱེད་རང་འོག་གི་ནགས་ཤོད་རིག་པ་བ་ཐམས་ཅད་ཀྱི་ཐོག་མར་ཞིབ་འཇུག་བྱས། རང་གི་ཁ་ཁྲག་རང་གི་རིག་དངོས་ལ་རང་གི་འགྲེལ་བཤད་བརྒྱབ།

དུམ་ཡས་མི་ཉན་མགོ་བོ་དུམ་ཡས་མི་ཉན་ལག་མི་ཉན། ད་འདི་སོགས་ཚང་མ་རིག་དངོས་རྩ་ཆེན་འདྲི། མི་རིགས་ཀྱི་ཡིད་བཞིན་གྱི་ནོར་བུ་རེད། ད་ལྟ་ད་འདིའི་བྲག་འདི་བྲག་རིན་པོ་ཆེ་ནི་རེད་བོ་བྲག་འདི་སོགས་ཞིག་གི་ཚང་མ་དེ་གཤིས་ཀ་ཅིག་ད་འདི་ན་ཡོད་འདྲ་ས་འོག་ཁེ་སྤོགས་ཡག་ཉེས་དམིགས་ད་ཚང་མ་འདི་རེད། ད་ད་ལྟ་ཁ་ནས་འདི་ན་ཞིབ་འཇུག་ཡང་ཡོང་ནི་ཆགས་ཀྱི་ཞིབ་འཇུག་ཅིག་ལྟད་མོ་ཡོང་ནི་ཆགས་ཀྱི་ལྟད་མོར་དུ། གཏོར་བརླག་མ་ཡིན། ཧོ་ཡ། སྤྲོ་སྐྱོབ་ཀྱིས། གཅིག་བྲིས་ཀྱིས།